ལོ་ཉི་ཤུ་ནས་ཉི་རྩ་ལྔ་བར་དུ་རུ་ཨ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་ཕྱི་ནས་ཉིས་སྟོང་བཅུ་གཉིས་བར་ར་ལ་ཡ། ད་རྒྱལ་སྐྱོད་ཀྱི་རྟ་ཕུག་ལ་ནཱ་ཏྲི་ཀུ་ཏུ་མི་རུ་ཨ་དོན་ཚུལ་ལ་ཡ་ནི་ཁོ་རང་གི་སྤྱན་གཟིགས་ལ་ནི་དེ་འདྲའི། འགྲེལ་བཤད་དེ་འདྲ་ཞིག་བྱས་འདུག་རུ་ཨ་དེའི་ནི་བསམ་པ་ཡ་ནི། དེ་འདྲའི་གི་ད་གཞོན་སྐྱེས་མང་པོ་ཅིག་ནི་ཅིག་ཁ་ཚོར་རེ་ད་ཨ་བལ་ཡུལ་ནོར་ལ་ལ་ཡ། མ་ཏུ། ཨ་དོན་བྱས་སྐྱེས་བོད་རྒྱབ་དེ་འདྲ་ཆེ་མཐའ་མ་དེ་ལ་ཡ་ནི། ཅིག་བལ་ཡུལ་གི་ནི་གཞུང་ཁོ་རང་ནི་མ་ཏུ། ཨ་གོ་དིང་ལོ་ཡ་དང་དེ་འདྲའི་གི་ད་ཅིག་ཁ་ཚོར་རེ་ནཱ་ད་ད་འདྲ་བྱུང་རུ་ཨ། དེ་འདུས་བསམ་པ་ཡ་དེ་རིང་ནི་ང་ཚོས་ཀྱི་བརྙན་ཐུང་འདི་འདི་གང་ཆགས་ཀྱི་འདུག་རེད་བ་དེ་ཡིན་དུས་ལྟ་ནམ་པ་ཚོས་ཀྱི་མང་པོ་གཅིག་གི་ཡ་གཅིག་ག་ཚོད་རེད་གནས་ཚུལ་འདི་རྙིང་པ་ཆགས་ཚར་རེད་ད་ད་འདོད་ཤེས་ཀྱི་འདུག་ལ་དེ་འདྲས་བསམ་གཟིགས་རེད་བ་ཕྱོགས་གཅིག་ནས་བསམ་བློ་བཏང་ན་དེ་བདེན་པ་འགྲོ་གཅིག་ཆགས་བསྡད་བ་རེད་ཡིན་པ་ནི་ལས་ང་རང་གི་བརྙན་ཐུང་ག་དུས་བཟོས་པ་ཡིན་པ་ནི་ལས་ཨ་ནི་གཅིག་གསང་རྒྱུའི་རང་བཞིན་ཡིན་པ་གང་ཞིག་ལ་ཡང་དེ་གི་རྒྱབ་ལྗོངས་གནས་ཚུལ་དེ་འདྲས་གཅིག་གང་ཐུག་ཐུག་མང་པོ་བླུག་ཡ་གི་ཐབས་ཤིག་བྱེད་ཀྱི་རེད་བ་གནས་ཚུལ་ག་རེ་བྱུང་བ་ཡིན་པ་ནི་ལས་དེ་གི་དེ་བས་གནས་ཚུལ་དང་ཨ་ནི་ད་ལྟ་གནས་ཚུལ་ག་རེ་བྱུང་གི་ཡོད་བ་དང། དེ་ཚོ་ཚང་མ་ཧ་གོ་ཡ་དེ་གནས་གཅིག་ག་ཚོར་གལ་ཆེན་པོ་ཆགས་བསྡད་རོ། དེ་ཡིན་དུས་བསམ་པ་ཡ་ཨ་རྣམ་པ་ཚོས་ཀྱི་ངེད་ཀྱི་ཉེས་འདུང་གི་བརྒྱུད་ནས་གནས་གཅིག་གནས་ཚུལ་གསར་བ་དེ་འདྲ་ཡང། རེ་ར་ཡི་ངས་རེ་བ་དེ་འདྲ་ཞིག་བྱེད་ཀྱི་ཡོད་རོ། ད་ད་ལྟའི་ཟླ་བ་སྤྱི་ཟླ་དགུ་བ་རོ། སྤྱི་ཟླ་དགུ་བའི་གི་ཚེས་བརྒྱད་ཉིན་སྟོང་ཉིས་རྩ་ལྔ། ལ་ཡ་མི་མང་མང་པོ་ཅིག་རོ། མི་མང་ནང་ལ་ནི་དམིགས་བསལ་གྱི་ད་ད་སྤྱན་གཟིགས་ལས་དུ་བ་སྤྱན་གཟིགས་ལས་དུ་ས་སྤུ་གུ་ལོ་ཉི་ཤུ་ནས་ཉིས་རྩ་ལྔ་བར་གྱི་ད་སྤུ་གུ་ལོ་ཚད་ཡིན་པ་ཆེ། དེ་འདྲ་མང་པོ་ཅིག་ཨ་ནི་མ་ཅིག་ག་ཚོ་རེ་ད་བལ་ཡུལ་གྱི་རྒྱལ་ས་ཀར་མ་འབྲུ་ནང་མ་དུས་སྟོན་ཆེ། ཨ་ནི་ཅིག་སྐྱེས་པའི་གས་དང། དེ་འདྲས་ཀྱིས་ཅིག་ཁ་ཚོན་གནས་ཚུལ་དེ་འདྲས་ཤུ་བྱར་རོ། སྐྱེས་པའི་གས་ངས་ནོང་ལོ་ལ་ཡག་ད་མང་ཆེ་འགྲོ་ཅིག་ངས་གོང་དུ་ལ་བ་དེ་རེད་རོ་ཨ་གཞོན་སྐྱེས། མང་པོ་ཡོ་བ་བྱས། ཨ་འདི་མཉམ་དུ་ཡང་དམིགས་བསལ་གྱིས་ཨ་ནི་ཅིག་ཁ་ཚོ་རེ་ཡང་སློབ་ཕྲུག་དེ་འདྲས་ཡོ་བ་བྱས་རོ་ཨ་ཕྲུག་དེ་འདྲས་ཨ་ནི་སུ་སུ་ལབ་དྲ་འགྲོ་ཨ་ནི་དེའི་ཞོར་ལ་ཡང་ཨ་ནི་ཅིག་ཁ་ཚོ་རེ་ཨ་ནི་སྐྱེས་པའི་ནོང་ལོ་ལ་ཡང་མཉམ་ཞུགས་བྱས་དང་དེ་འདྲས་ཀྱིས། ཅིག་གནས་ཚུལ་དེ་འདྲའི་དུ་རུ་བ། ད་དེ་ཞི་བའི་གི་སྐད་པོད་ཆོད་རུ་བ་དེ་ཁོ་དྲུག་བྱེད་ངེས་ཏེ། ཨ་ད་ད་བལ་ཡུལ་ནང་ལ་ད་ཧ་མི། ནེ་པ་ལའི་དུ་ཧ་མི་ནེ་པ་ལའི་དུ་བསམ་པ་ད་ང་ཚོའི་བལ་ཡུལ་ལས་ཆོད་ང་ཚོའི་གི་བལ་ཡུལ་ལས་ཆོད་བ། དེ་འདྲའི་གི་ད་ཁོ་ཚོ་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲ་ཞིག་དུ་རུ་བ་དེ་ཡིན་དུ་བསམ་པ་ཡ་དེའི་གི་ནི་ད་ད་གི་ནི་ཞི་བའི་གི་སྐད་པོད་ཆོད་རུ་བ། དེ་ནི་ཁོ་རང་གི་གོ་སྒྲིག་བྱས་བ་དེ་འདྲའི་གནས་སྟངས་དེ་འདྲ་རེད་ཤར་བ། ཚོགས་པ་དེ་དང་པོ་ནི་ཚུགས་ངེས་འདྲ་བོ་དེ་གི་ཁོ་རང་གི་མིང་ལ་ཡ།

ཕོག་དེ་འདྲ་བྱས་ཀྱི་ནད་ལྟ་འདི་འདྲ་འཕྱུར་བ་དེ་འདྲ་བསམ་པ་ཡ། དེ་གི་གནས་ཚུལ་དེ་ཡ་ནི་མི་མང་ནང་ལ་ལ་ཡ་ནི་ཧ་གོ་དེ་འདྲ་བྱེད་འདོད་བསམ་པ་ཡ། སྔར་ལས་ལྷག་པའི་གྱ་ནི་རྒྱས་པའི་གྱང་ངེས་ཀྱི་མི་ཡི་ད་བོར་གྲངས་ཚད་འཕྱུར་བ་དེ་ཐོར་བྲོ་ཡ་དང་དེ་འདྲ་གི་ནད་ལྟ་འདི་འདྲ་འཕྱུར་འཆར་བ་བྱུང་བས་ན་རེ་མི་ཉན་འདོད་པ་ཡ་ན་རེ་དེ་ཚུལ་གྱ་ནི་ཅིག་མི་མང་གྱི་ནི་གྲངས་ཚད་ཨ་ནི་བོར་ཚད་འཕྱུར་བ་དེ་ལ་ཡ་ཨ་ནི་ཅིག་ཁ་ཚོར་རེ་ད། བཀག་སྡོམ་བྱས་མ་ཐུབ་པ་དང་ལྷབ་གསོལ་འདོན་མ་ཐུབ་པ་དང་དེ་འབྲེལ་གྱི་གནས་སྟངས་འདི་འདྲ་ཆགས་འཆར་བ། གནས་སྟངས་འདི་འདྲ་ཆགས་བ་མ་ཟད་བལ་ཡུལ་གྱི་ཨ་ནི་རྒྱལ་ས་ཀཱཏ་མཱན་གྲུ་གཅིག་པོ་མ་ཡིན་པ་ཨ་ནི་བལ་ཡུལ་གྱི་ས་ཆ་གཞན་པ་དེ་འདྲ་དཔེར་ན་ཕྱི་ནང་སྤོག་ར་རུ་བ་དོན་བརྫུ་ནོར་ལ་ལ་ཡིན་པ་འདི་ལས་ཨ་ནི་གཅིག་ད་མི་མང་དུ་ལངས་བྱས་ཨ་ནི་ད་སྐད་འབོད་གལ་དང་དེ་འབྲེལ་གྱི་གནས་སྟངས་འདི་འདྲ་འཕྱུར་འཆར་བ། ད་རྣམ་པ་ཚོས་ཀྱི་དྲི་བ་ལི་གི་རུ་བ་ག་ཅི་ནས་ནི་མི་མང་རུ་བ་གཞོན་སྐྱེས་འདི་ཚོས་ཀྱི་སྐད་འབོད་རྒྱག་གི་ཡོད་རེད་ཟེར་རུ་བ་ད་ལྟའི་སྐད་འབོད་རྒྱག་གི་རྒྱུ་མཚན་དེ་ནི་གཅིག་ཁ་ཚོར་རེད་སྤྱི་དང་ནི་རྒྱལ་སྤྱིའི་ཀྱི་ད་གསར་འགོད་པ་རུ་བ་གསར་འགོད་ལྷན་ཁང་མང་པོ་ཅིག་གིས་ནི་གཅིག་གནས་ཚུལ་དུ་དུ་ཆུང་བ་དང་ལམ་སང་ཁོ་རང་ཚོ་ཀྱི་ཁྱབ་བསྒྲགས་ཁར་དང་དུ་ལའང་ན་བོད་ཡིག་ནོར་ལ་ལ་ཡ་གཞོན་སྐྱེས

དེ་ལ་ཡང་ནི་བལ་ཡུལ་ནང་ལོགས་ཀྱི་ད་ཅི་ག་ཚོ་རེ་བཞུགས་མཁན་ན་རེ་མི་མང་འདུ་འཛོལ་གྱི་ནི་འགྲེལ་བཤད་གར་གྱིས་ལ་ན་ནི་རྒྱལ་སྤྱིའི་ཀྱི་ནི་གསར་འགོད་པ་འདུ་འཛོལ་གྱི་འགྲེལ་བཤད་རྒྱལ་དེ་ནི་འགྲེལ་བཤད་ཏག་ཏག་ཅིག་མ་རེད་ཟེར་བ Crans གྱི་སྐད་པོད་རྒྱལ་དེ་ནི་སྤྱི་ཚོགས་དྲ་རྒྱ་ནི་ཅིག་བཀག་སྡོམ་བྱས་དེ་གཅིག་པུ་མེད་ཟེར་བ་འདི་མཉམ་དུ་ཡང་ནི་ཅིག་རྒྱལ་ཁབ་ནང་ལོ་ལ་ཡང་ནི་ཅིག་གཞུང་གིས་ནི་ད་ལས་བྱེད་ལ་ན་སྤྲུལ་སྐུ་གཞུང་གིས་ནི་དཔོན་པོ་དེ་ཚོས་ཀྱིས་ནི་ཅིག་ད་ད་ལྟ་བར་དུ་ལོ་མང་པོ་ཅིག་ལྐོག་ཟ་རུལ་སུངས་དེ་འདྲ་བྱས་རྗེས་རྒྱལ་ཁབ་ཡར་རྒྱས་མ་འགྲོ་བ་དང་དང་ན་ཞིང་མི་མང་ནང་ལོ་ལ་ཡང་དམིགས་བསལ་གྱིས་གཞོན་སྐྱེས་ནང་ལོ་ལ་ཡང་ལས་ཀ་མེད་བ་དང་ཨ་ནི་ཅིག་རྒྱལ་ཁབ་ནི་ཡར་རྒྱས་མེད་བ་དང་དེ་འདྲས་ཀྱི་གནས་སྟངས་དེ་འདྲས་རྒྱུ་རིང་པོ་ཅིག་འདུག་ལྷག་དེའི་དུས་བསམ་པ་ཡང་དེའི་གིས་ནི་ཅིག་ཁ་ཚོར་རེ་ད་སེམས་ཀྱི་ད་ན་ཟུག་དང་དཀའ་ཉེ་དང་དེ་འདྲས་ཀྱིས་ནི་ཅེས་སྐྱ་ཚོ་རེ་སྐྱེས་འབུལ་རྒྱལ་ནི་ཁོ་རང་ཚོ་ད་སྐྱེས་འབུལ་རྒྱལ་དང་དེ་འདྲས་ཀྱི་ལས་ཤིག་དེ་འདྲས་ཅིག་བརྩམས་ཡིན་ལ་ནི་དེ་འདྲས་ལ་གི་ཡོད་རེད་རོ་ཨ་ཅེ་ད་ཨ་ནི། ཨ་བལ་ཡུལ་གྲུ་ཆགས་བཞག་བས་ན་བཟའ་བཅའ་གི་ཐོག་ནས་ཡིན་ན་ཨ་ནི་ཚོང་དང་དེ་འདྲས་ཀྱི་ད་ཅིག་ཚོང་ལམ་དེ་འདྲས་ཨ་གལ་ཆེན་པོ་དེ་འདྲས་ཆགས་བསྡད་ཡོད་རོ་ཨ་ད་ནང་བཞིན་ཁོ་རང་ཚོ་ཨ་ནི་ཅིག་ཆུ་ཡིན་པ་ཡིན་ད་ལས་ཨ་ནི་ཕྱུགས་ཀྱི་རྒྱུག་ཆུ་དང་དེ་འདྲས་ཀྱི་ཅིག་ག་ཚོ་རེ་ད་ལོག་སོན་ན་ད་དེ་འདྲས་ཀྱི་ད་ཨ། ས་ཆ། གནད་འགག་ཆེན་པོ་ཆེ་ཆེ་དག་ན་ཞིང་ཆོས་དང་འདི་འདྲའི་ནི། ཅེས་ཡུལ་སྐོར་དྲུང་ཆེན་པ་ཡོང་ས་ཀྱི་འདི་འདྲའི་གི་ད་ས་ཆ། གལ་གནད་ཆེན་པོ་འདི་འདྲའི་རུ་གཅིག་ཆགས་བསྡད་ཡོད་རུ་བ། ཡིན་པ་འདི་ལས་ད། ལོ་མང་པོ་ཅིག་ནི་ཅིག་ག་ཚོད་རེད་རྒྱལ་ཁབ་ནང་ལོ་ལ་ཡ་ནི་ཆབ་སྲིད་ཀྱི་ཐོག་ནས་ནི། ཅིག་གཞུང་བརྟན་པོ་ཅིག་མེད་བ་ཆེ་རུ་བ་ནི་དཔོན་པོ་ཡང་སྲིད་ཡང་སྲིད་རྗེའུ་རྒྱབ་འདི་འདྲ་བྱེད་དུས་བསམ་པ་ཡ་རྒྱལ་ཁབ་ནང་ལོ་ལ་ཡ་ད་ལྐོག་ས་རུ་སོང། འདི་འདྲའི། མང་པོ་ཡོད་དེ་བསམ་པ་ཡ། འདིའི་སྐད་ནི་མི་མང་ནང་ལ་ལ་ཡ་ད་པ་དེ་ཡིད་ཐང་ཆད་འགྲོ་དང་ར་ད་གཞུང་ལ་ཡ་སྤྲོ་ལང་འགྲོ་དང་དེ་འདྲའི། ཡོར་དེ་ཡིན་པ་ནི་རེད་ཨ་ནི་ད་གནས་སྟངས་དང་དེ་འདྲའི་གི་རྐྱེན་པས་གི་ད་ཅིག་ཡ། ལང་མ་ཐོས་དང་དེ་འདྲའི་གི་ད་ཅིག་གནས་སྟངས་དེ་འདྲ་རུ་ཅིག་ཆགས་དེ་ཡོར་བ། ད། སྤྱི་ཚོགས་དྲ་རྒྱ་དེ་བཀག་སྡོམ་དེ་བྱས་དུས་བསམ་པ་ཡ་དེའི་ཨེ་ནི་ཅིག་ག་ཚོད་རེད་ད་ད་པ་དོ་ཡ་སེམས་ན་ཉག་དེ་གྱོ་གི་ད་དཀའ་ངལ་དང་ནི་སྡུག་རུས་རྒྱ་ཁྱོ་ཆོ་ར་དེའི་ཨེ་ནི་ད། ད་ཚད་ལས། བརྒལ་བ་དང་དེ་འདྲ་ཅིག་ལ་ཡ།

འཕྲུལ་ག་དེ་ནི་ད་འགོ་བཙུགས་ཙམ་ཉེ་ལ་འགོ་བརྩམས་ཉེ་ལ་ན་འགྲིག་གི་འདུག་དེ་ནི་ད། སྤྱི་ཚོགས་དྲ་རྒྱ་དེ་བཀག་སྡོམ་བྱས་བ་དེས་ང་རང་གི་འདྲེ་ཅུ་ཅིག་ལ་ཡང་ངོས་འཛིན་དེ་འདྲ་ཅིག་བྱེད་ཀྱི་ཡོད་རེད་བ། ད་སྤྱི་བཏང། ངས་གོང་དུ་ལང་བ་ན་ཞིག་རེད་རེད་བ་བལ་ཡུལ་ནང་ལོགས་ལ་ཡང་ལྐོག་ཟ་རུལ་སུངས་མང་པོ་ཡོད་བ་ཆེ། ཨ་ནི་ཅིག་མི་མང་གི་ནི་ཅིག་ཁ་ཚོར་དཔལ་འབྱོར་གྱི་གནས་སྟངས་ཡིན་ན་རེད་དུ་འཛུགས། ཅིག། ནད་རྟགས་ཡག་པོ་མེད་བ་དང་དེ་འདྲའི་ནད་རྟགས་འདི་འདྲའི་ཆགས་བསྡད་ཡོད་རེད། རྟགས་མང་པོ་ཅིག་གནས་ཅི་ག་སོགས་རེད། སྤྱི་ཚོགས་དྲ་རྒྱ་ལ་བརྟེན་བསྡད་ཡོད་རེད། དམིགས་བསལ་གྱི་ད་ལྟ་ཇན་ཛི་ལ་ནད་དྲག་གི་འདུག་གཞོན་སྐྱེས་དེ་ཚོ་ཡིན་པ་འདི་ལ་ཆུ་འཇུས་ཁ་འདུག་འཚར་ལོངས་བྱུང་དུས་ནས་གོ་རང་ད་དེ་ཚང། ཁ་པར་དང་དྲ་རྒྱ་དང། སྤྱི་ཚོགས་དྲ་རྒྱ་ཡོད་དེ་འདྲ་རེད་ནད་རྟགས་འདི་འདྲ་ཆགས་བསྡད་ཡོད་རེད། དེ་ཡིན་དུས་བསམ་པ་ཡ་ད་དེ་ཚང། ཁ་པར་དང་ནི་ཅིག་སྤྱི་ཚོགས་དྲ་རྒྱ་མེད་བ་ཡིན་ན་རེད་ཉི་མ་གཅིག་འགྲོ་ཉི་མ་གཉིས་བསྡད་བ་ཡིན་ན་ཡ་ད་དེ་མ་ཐོས། ཅིག་ཚང་མེད་གྱུར་འགྲོ། དེ་འདྲས་ད། ཅིག། འདི་ནོར་རེད་ལས་ཀྱི་ཡོད་མ་རེད་ཡིན་ནའི་ད་གནས་སྟངས་དེ་འདྲས་འགྲོ་ཅིག་ཆགས་དེ་ཡོད་རོ། དེ་གཅིག་པོ་མ་རེད། ད་དེ་མཚང་ཨ་ནི་སྤྱི་ཚོགས་དྲ་རྒྱ་བེད་ན་ཕྱིན་ན་ད་ལྟ་ངེད་ཀྱི་དེ། རྣམ་པ་ཚོས་ལ་ཡ་སྐད་ཆ་བཤད་དེ་འདྲས་ཆིག་ཡོད་རེད་ངེད་ད་ལྟ་དེ YouTube བེད་ཏེའོ་ཆགས་དེ་ཡོད་རོ། YouTube དེ་སྤྱི་ཚོགས་དྲ་རྒྱ་དེ་འདྲས་ཆགས་དེ་ཡོད་རོ་ཐང་ན་ཤིན་ཡིན་ད། Instagram འགྲོ་ཡིན་ན་མི་མང་པོ་ཅིག Instagram བརྒྱུད་ནས། ཅིག་ཡང་ཚོང་རྒྱབ་དེ་འདྲ་ཅིག་གི་རུ་བ་དེ་དག་ནང་བཞིན་བར་བར་ཙེབ་ལ་སོགས་པ་དུ་འཛུལ་ཡོང་པ་ཡིན་ད་ལེ་ཨ་ནི་མཉམ་དུ་འབྲེལ་བ་བྱས་དང་དེ་འདྲས་ཀྱི་ཅིག་ཁ་ཚོར་རེད་ད། མེད་ན་མེད་ཐབས་འགྲོ་དེ་འདྲ་རུ་ཅིག་གནས་སྟངས་དེ་འདྲ་ཆགས་དེ་རུ་བ་དེ་ཡིན་དུས་བསམ་པ་ཡ་མང་པོ་ཅིག་ཨ་ནི་སྤྱི་ཚོགས་དྲ་རྒྱ་ལ་བརྟེན་བྱས་ཨ་ནི་སུ་སུ་གིས་ད་ཅིག་ལྟོ་གོས་ཚིག་གི་ཡོད་བ་དང་དེ་འདྲས་ཀྱི་གནས་སྟངས་དེ་འདྲ་ཆགས་དེ་རུ་བ། འདིའི་རིགས་དེ་ཨ་ནི་བཀག་སྡོམ་དུ་བྱས་བ་ཡིན་ན་དེའི་གིས་ཨ་ནི་ཅིག་ཁ་ཚོར་ཐད་ཀར་ཁོ་རང་སུ་གིས་ད། ཅིག་ད་ལྟོ་གོས་ལ་ཡ། ནད་ཀྱིས་གྱིས་བ། དེ་འདྲ་ཡི་ནད་དང་དེ་འདྲ་ཆགས་དེ་རུ་བ། ད་དེ་སྤྱི་ཚོར་དྲ་རྒྱ་དེ་ནི་བཀག་སྡོམ་བྱས་ཆོག་ར་དེའི་ག་ནམ་པོ་ཚུལ་ལ་དེ་ནི་མ་ཅིག་བཤད་བ་ཡི་ན་རུ་བ། ཉིས་སྟོང་ཉིས་བརྩ་གསུམ་ལོ་ལ་ཡ་ཨེ་ཡུལ་གཞུང་གི་ཨེ་ནི། ད་ལྟ་གི་སྤྱི་ཚོར་དྲ་རྒྱ་དཔེར་ན་ཇི་བཞིན་ན་ང་ཚོ་གི་ཧྥེ་སྦུག་ཡོད་རེད་དང་ན་བཞིན་ཨིན་སི་གྲམ་ཡོད་རེད་ཡུ་ཐུབ་ཡོད་རེད། ད་དེ་ཚོ་ལ་ཡ་ཨེ་ནི། བཀའ་རྒྱ་དེ་འདྲ་བཏང་བྱས་ཨེ་ནི། སྤྱི་ཟླ་དགུ་བའི་གི་ཚེས་གསུམ་བར་དུ་ཡ་ཨེ་ནི། སྤྱི་ཚོགས་དྲ་རྒྱ Company རུ་བ་དོན་འཛུལ་གྱིས་ནི་བལ་ཡུལ་གྱི་གཞུང་ལ་ཡང་ནི་ཐོ་རྒྱག་གོ US ལ་ནི་རྟེན་འབྲེལ་གྱི་ད་ཁོ་རང་ཚོ་གི་ཉི་མ་མཐའ་མ་དེ་ནི་སྤྱི་ཟླ་དགོས་ཀྱི་ཚེས་གསུམ་རྟེན་འབྲེལ་ཞིག་ལ་སྤྲད་འདུག་བ་ཡིན་པ་ན་ལས་ནི་ད་ལྟ་གི་སྤྱི་ཚོགས་དྲ་རྒྱ་གི་ད Company དོན་འཛུལ་གྱིས་ནི་བལ་ཡུལ་གཞུང་གིས་ནི་རྟེན་འབྲེལ་གྱི་བཀའ་རྒྱ་དང་དེ་ལ་ཡང་ཁོ་རང་ཚོ་གི་ཡ་མེད་དང་རྟེན་འབྲེལ་བྱེད་བཞག་རུ་བ། དེ་ལ་ཡང་ནི་བལ་ཡུལ་གྱི་ནི་ཆེད་དུ་ཁྲིམས་ཞིབ་ཁང་གིས་ནི་ཅིག་དབང་ཚད་ཀྱི་འོག་ནས་འཛིན་སྐྱོང་གིས་ནི་ཅིག་ད་ལྟ་གི་ཐག་གཅོད་བྱེད་རུ་བ་དེ་ལ་ཡང་རྒྱབ་སྐྱོར་བྱེད་ཅེས་ད་ལྟ་གིས་ནི་ད། སྤྱི་ཚོགས་དྲ་རྒྱ་གིས་མ་ལག་དེ་འདྲ་ཉིས་རྩ་དྲུག་ཙམ་བྱས་ནས་བོད་ཡིག་ནང་ལོགས་ལ་ཡང་བཀག་སྡོམ་བྱས་དང། འདི་འདྲ་གི་གནས་སྟངས་དེ་འདྲ་བྱུང་ཤར་བ། བཀག་སྡོམ་བྱེད་སྐྱོང་ནང་ལོགས་ལ་དཔེ་ན་བྱིན་ན་ད་ལྟ་ང་ཚོ་ངོ་དེབ Facebook ཡོད་རེད་བ་དང་ན་བཞིན Instagram ཡོད་རེད་དང་ན་བཞིན WhatsApp ཡོད་རེད་དང་ན་བཞིན YouTube ཡོད་རེད་དང་ན་བཞིན Snapchat ཡོད་རེད་དང་ན་བཞིན་ད་ལྟ X སྔོན་མ་ཡང་ང་ཚོ་གི Twitter ལོས་རེད་བ་འདི་ལ་སོགས་པའི་གི་ནི་ཅིག་ག་ཚོད་རེད་ད་སྤྱི་ཚོགས་དྲ་རྒྱ་གི་མ་ལག་དེ་འདྲ་མང་པོ་ཅིག་ནི། དང་བལ་ཡུལ་ནང་ལ་ཡང་བཀག་སྡོམ་བྱས་ད་དེ་འདྲས་འདྲས་དང་དེ་འདྲས་བྱུག་ཤག་ད་དེ་ལ་ཡང་བལ་ཡུལ་གཞུང་གིས་ནི་རྒྱུ་མཚན་ག་དྲང་གི་ལ་བས་ན་ཨ་ནེ་ཅིག་སྤྱི་ཚོགས་ནང་ལ་ལ་ཡང fake news ལ་ནི་རོ་ཨ་གནས་ཚུལ་རྫུན་མ་དེ་འདྲས་བཀྲམ་ཁྱོད་བ་དང་དང་ནང་བཞིན cyber crime Cyber Crime ལས་དེ་དྲ་རྒྱའི་རྒྱུ་ནི་ཨ་ནེ་ཅིག་ནག་ཉེས་དེ་འདྲས་རོ་ཨ་སྤྱི་ཚོགས་དྲ་རྒྱ་བོད་ཆོས་དང་བཅས་ནི་ནག་ཉེས་བྱེད་ངེས་དུ་འཛུགས་ནི་ཅིག་སྟངས་འཛིན་བྱས་དང་དེ་འདྲས་བྱེད་དུ་ཡིན་ལ་ཡི་ཡོར་དེ་ཡིན་པ་འདི་ལས་ཨ་བལ་ཡུལ་ནང་ལོག་གི་གཞོན་སྐྱེས་དང་མི་མང་དུ་འཛུལ་གྱི་ག་རེ་ལ་ཡོད་ལ་བས་ན་བལ་ཡུལ་གཞུང་གིས། ནི། གཅིག་ག་ཚོད་རེར་མི་མང་ནང་ལོགས་ལ་ཡང་ནི། གཅིག་སྨྲ་བརྗོད་རང་དབང་དང། མི་མང། སྤྱི་ཚོགས་དྲ་རྒྱ་བརྒྱུད་ནས་ནི་སྟངས་འཛིན་བྱས་དང། དེ་འདྲས་ཀྱི་ཐབས་ཤིག་བྱེད་ཀྱི་ཡོད་རེད་ལ་ནི་དེ་འདྲས་ཤེས་ཀྱི་ཡོད་རེད་རོ། ལྟ་དེ་རྒྱུ་མཚན་ག་ལ་བ་ཡིན་ན་བལ་ཡུལ་ནང་ལོགས་ལ་ཡང་ནི། གཞོན་སྐྱེས་ཡིན་ན་རེད་ཐང་ན་བཞིན་མི་མང་ནང་ལོགས་ལ་ཡང་ནི། སྤྱི་ཚོགས་དྲ་རྒྱ་བེད་སྤྱོད་སྟངས་བྱས་ནི། གཅིག་ག་ཚོད་རེ་ད་རྒྱལ་ཁབ་ནང་ལོགས་ལ་ཡང་ནི་གཞུང་གིས་ད། དཔོན་པོ་འདི་ཚོས་ཀྱིས་ནི་གཅིག། ལྐོག་ཟ་རུལ་སུངས་བྱེད་ཀྱི་ཡོད་ཀྱི་གནས་ཚུལ་དེ་འདྲས་ནི། གཅིག་ཁ་བེད་བཏང་ཡང་ནི་རེད་ཐང་ན་བཞིན་ནི། གཅིག།

ཅིག་དང། མི་མང་དཀྱུས་མ་འབྱོར་བ་དེའི་གི་གནས་སྟངས་དེ་པས་ཡར་རྒྱས་མེད་བ་དཔལ་འབྱོར་གི་ཐོག་ནས་ཡར་རྒྱས་མེད་བ། ཨ་ནི་སྐྱོ་བོ་དེ་འདྲས་གི་གནས་སྟངས་དེ་འདྲས་ཆགས་ཏེ་རོ་བ་དེའི་འདུས་ཚངས་པ་ཡག་ད་ཅིག་སྤྱི་ཚོགས་དྲ་རྒྱ་ནང་ལོ་ལ་ཡག་དེ་འདྲས་གི་ཅིག་ཁ་ཚོ་རེད་ཁད་པ་དེ་ཨ་ནི། མ་ཏུ་ས། བརྙན་ཐུང་གི་བརྒྱུད་ནས་མ་དེ་འདྲས་སྟོན་དེ་འདྲས་ཅིག་ཡོད་རོ་བ།

དེ་སྔོན་ནི་ཞི་བའི་ཡི་གེ་བོད་དེ་ནི་ད་དྲག་པོའི་རང་བཞིན་དུ་འབྲི་ལ་གྱུར་ནས་ནི་གཞུང་གི་དེ་མང་པོ་ཅིག་མ་དུ་སྐད་བོད་རྒྱ་རོ་ཨ་དང་ན་བཞིན་ནི་ཅིག་ད་གཞུང་གི་ཁྲིམས་ཁང་ཡང་ན་རེ་དང་ན་བཞིན་ནི་ཅིག་གྲོས་ཚོགས་ཡང་ན་རེ་དེ་འདྲ་ཡི་ཁང་པ་དེ་ཚོ་མེད་རྒྱབ་དེ་འདྲ་བྱས་དང་དེ་འདྲ་འདི་དང་དེ་འདྲ་ཆུང་དུ་ཨ། དེ་ནས་ནི་ཡང་ཅིག་ག་ས་རེ་དཔོན་པོ་དེ་འདྲས་མི་མང་གི་ལ་ཡ་གཅར་རྡུང་བྱས་དང་དེ་འདྲ་གི་ནི་དང་དེ་འདྲ་ཆུང་དུ་ཨ། ང་རང་གི་དེ་དུས་ག་འགྲོ་བསམ་སླ་ན་ནི། དང་པོ་དུ་བ་ལ་ཡང་སྐྱེས་བུ་དེས་ཤི་བའི་སྐྱེས་བུས་དེ་འདྲ་བྱས་ཨ་ནི་དེ་ལ་ཡང་ནི་གཞུང་གིས་ད་ཅི་ག་ཚོད་དྲག་སྤྱོད་པས་དེ་འདྲ་བྱེད་དུ་བསམ་པ་ཡང་བེའུའི་ནོར་ལོ་ལ་ཡང་ཨ་ནི་གཞོན་སྐྱེས་ནོར་ལོ་ལ་ཡང་ད་ཁང་པ་དེ་འདྲ་མེད་སྐྱབས་འགྲམ་མི་འདྲ་དེ་འདྲ་བྱེད་དུ་བསམ་པ་ཡང་འོ་ད་བེའུ་ཡི་གནས་སྟངས་དེ་ག་འདྲ་འགྲོ་ཅིག་ཆ་གི་འོད་སྣང་ཟེར་མ་ཡི་གི་དེ་འདྲས་ཀྱི་སུས་སུ་ཡི་ཅིག་ག་ཚོད་རེད་ད་བསམ་བློ་དེ་འདྲས་རུ་ཅིག་འཁོར་སུ་འགྲོ་ཨ། གང་ཡིན་ཟེར་ན། དེ་འདྲས་ཀྱི་གཞོན་སྐྱེས་དེ་འདྲས་སྐྱེས་བུས་སྐྱབས་དེ་འདྲ་བྱེད་ཅེས་ད། གཞུང་ཨ་ནི་ཅིག་ལྐོག་ཟ་རུལ་སུངས་དང་དེ་འདྲས་ཡིན་པ་དེ་མ་བབ་ཐུ་བ་དེ་ཡག་པོ་རེད་དེ་ཡིན་པ་ནི་དེའི་རྗེས་ནི་ག་རེ་བྱུང་གི་རེད། རོ། དེའི་ནང་ལོགས་ནས་ཡང། ཅིག། ཚོགས་པ་དེ་འདྲས། ཨ་ནི། ཅིག། ཁ་ཚོགས་རེ་ཡང་གྲམ་འདྲ་དེ་འདྲས་གོ་སྐབས་བཙལ་དེ་འདྲས་བྱས་བྱས་གྲམ་འདྲ་བྱུང་མ་སྲིད་བ་མར་བ་དེ་ཡིན་དུས་བསམ་པ་ཡ་དེ་འདྲས་ཀྱི་སུ་སུ་གི་ད་ཅིག་ཁ་ཚོགས་རེ། སེམས་ནང་ལོགས་ལ་ཡ། དེ་འདྲས་འགྲོ་ཅིག་ཕྲན་ཟེར་བ། ད་སྤྱི་དང། བལ་ཡུལ་གྱི་ཨ་ནི་ཅིག་ལོགས་རྒྱུད་དུ། མ་ལྟ་བ་ཡིན་ན་སྔ་མ་ཡ་ཨ་ནི། བལ་ཡུལ་དུས་ད་གེ་བོ་གི། དབང་ཆ་ཟིན་བའི་གནས་སྟངས་དེ་འདྲ་ཆགས་འགྲོ་བ་རྣམ་པ་ཚོས་ཀྱི་ཨ་ནི་བལ་ཡུལ་གྱི་ཨ་ནི་ཅིག་ཁ་ཚོགས་རེ། སྔ་མ་གི་ལོ་རྒྱུས། དེ་ཡེ་ནས་ཅིག་ཀྱང། ཧ་གོ་བསྡད་ཡོད་ན་རྣམ་པ་ཚོས་ཀྱིས་ངའི་སྙན་ཐུང་དེ་སི་རུ་ན་ཤོད་ཡ་རུ་ཨ། དེའི་སྙན་ཐུང་དེ་བལྟ་བ་ཡིན་ན་ནི་ཕལ་ཆེར་ཕལ་ཆེར་ཡང་རྣམ་པ་ཚོས་ཀྱིས་བལ་ཡུལ་གྱི། ལོ་རྒྱུས་ག་ལ་གང་འཚམས་ཅི་ཡང། ཅིག། ལྷེབ་ཅིག་ཧ་གོ་རེད་སེམས་གོ་དེ་རུ་ཨ། མི་མང་གི་རྣམ་འགྱུར། ཡག་པོ་མེད་བ་དེ་འདྲ་ཅིག་ཨ་ནི་མཐོང་དུས་བསམ་པ་ཡ། ཨ་ནི་ད་ལྟ་ནང་སྲིད་བཀའ་བློན་ཁོ་རང་གི་ཨ་ནི་ལས་གནས་ནས་དགོངས་པ་ཞུ་ཡ་དང་དག་ནང་བཞིན་འདི་བརྗེད་ལ་ཡ་ཨ་ནི་ད་ལྟ་གི་ཨ་ནི། སྤྱི་ཚོགས་དྲ་རྒྱ་དེ་ད་ཁོ་རང་ཚོ་གིས་བཀག་སྡོམ་བྱས་ཡ་རུ་ཨ་དེ་ཨ་ནི་བཀག་སྡོམ་དེ་མེད་ཡ་བཟོ་ཡ་གི་རུ་ཨ་དེ་འདྲའི་གནས་སྟངས་དང་འདྲ་ཆུང་བྱ་རུ་ཨ། ད་སྐད་པའི་རྒྱབ་དེ་འདྲ་བྱས་ཏེ་བསམ་པ་ཡ་ཨ་ནི་དུས་ཚོད་གཅིག་ལ་ཡ་ཨ་ནི་ཅིག་བྱུང་བས་ན་རེ་ཉེན་རྟོག་པ་རེ་ན་རེ་དེ་ཚོས་ཀྱིས་ཨ་ནི་ཅིག་ཁ་ཚོ་རེ་མི་མང་ཨ་ནི་ཅིག་ད་ཅིག་བཀག་སྡོམ་བྱས་དང་དེ་འདྲས་བྱས་མ་ཐོས་ད་དེ་འདྲས་ནས་ད་འདྲ་འདྲ་བྱུང་འདུག་བསམ་པ་ཡ་ཨ་དམག་མིའི་ཀྱིས་ཨ་ནི་བལ་ཡུལ་གྱི་ད་ཅིག་དཔོན་པོ་དེ་ཚོས་ཨ་ནི་ཅིག་ད་ཧ་ལི་ཀབ་ཀྲོའི་ར་བ་གནམ་གྲུའི་ཀྱི་བརྒྱུད་ནས་ཨ་ནི་ཅིག་ཁ་ཚོ་རེ་ད་ས་ཆ་གཞན་པ་ལ་ཡ་ཕ་དང་ད་དེ་འདྲས་ནས་ད་དེ་འདྲ་བྱུང་ཤ་ར་བ་དེ་ནས་ཨ་ནི་ཅིག་ཟླ་དགུ་བའི་ཀྱི་ཚེས་དགུ་ཀྱི་ཨ་ནི་ཆུ་ཚོད་ཉིན་རྒྱབ་ཆུ་ཚོད་གཉིས་བར་དུ་བ་ཅི་ལ་ཡ། བོད་ཀྱི་སྲིད་བློན་ཐ་ན་ཀེ་པི་ཤར་མ་ཨོ་ལི་ལགས་དུ་བ་ཁོ་རང་ནི་ད་ཁོ་རང་གིས་ཁོ་ནའི་ནས་ནི་དགོངས་པ་ཞུ་ཡ་ད་དེ་འདྲ་གི་ནས་ད་དེ་འདྲ་བྱུང་ཤར་བ། དེ་འདྲ་བྱས་བྱས་ད་སྐད་འབོད་དེ་མུ་མཐུད་ནས་དེ་འདྲ་བྱུང་གི་ཡོད་རེད་བ། མཐའ་མ་དེ་ལ་ཡ་ནི་དམག་མི་གིས་ནི་ཅིག་ད་རོགས་པ་གིས་འོ་ལ་ཡ་ནི་ཅིག་ག་ཚོད་རེད་ད། རྒྱལ་ཁབ་ཀྱི་ནང་ལ་ལ་ཡ་ད། ལྷིང་འཇགས་འགྲོ་དེ་ཞིག་གླེང་བའི་གི་གནས་ད་ད་འདྲི་ཤིང་ཤོར་བ། སྲིད་བློན་ཨོ་ལི་ཁོ་རང་ཨ་ནི་ད་དགོངས་པ་ཞུས་ཚར་བ་དེ་ཡིན་འདུག་བསམ་པ་ཡ་ད། བལ་ཡུལ་གྱི་སྲིད་འཛིན་གྱི་ད་ད་སུ་ཞིག་ལ་ཁར་འཁྱེར་འདུག་ཨ། མོ་རང་ཨ་ནི་ད་སྔ་མ། ཅིག་ག་ཚོད་རེད་བལ་ཡུལ་གྱི་ཨ་ནི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ད་ཁྲིམས་ཞིབ་ཆེ་བ་ལ་ད་འགྲིག་འདུག་ཁྲིམས་དཔོན་རུ་བ། ཆགས་བསྡད་འདུག་ཨ་ད་མོ་རང་འགྲོ་ཆགས་བཞག་ན་སྔ་མ་ཡ་ཨ་ནི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་དཔོན། ཁྲིམས་ཞིབ་པ་ཆེ་བ་ཡིན་པའི་སྐབས་སུ་ཡ་ཨ་ནི། ཅིག་བལ་ཡུལ་ནང་ལ་ལ་ཡ། དཔོན་པོ་དེ་འདྲ་ལྐོག་ཟ་རུལ་སུངས་དེ་འདྲ་ཡོང་བ་ཡིན་ན་དུས་ཚོད་ལ་ཡ་ཨ་ནི་ཅིག་དམིགས་བསལ་གྱི་ཨ་ནི། ཅིག། དམ་པོ་ཡོང་བ་དང། འདུ་འཛོ་ལ་ཡང་ཨ་ནི་ཉེས་ཆད་འགྲོ་དེ་འདྲས། ཅིག་ཁ་སོ་རས་ཤུགས་ཆེན་པོ་བཏང་གི་ཡོད་བ་དང་དེ་འདྲས། ལྐོག་ཟ་རུལ་སུངས་ལ་ཡང་ཨ་ནི་ཁ་གཏད་བཅག་གི་ཡོད་གི་དེ་འདྲས་ཀྱི་ད་བུད་མེད་ཅིག་ལ་ལྟ་གི་འདུག་བ། དེ་ཡིན་དུས་བསམ་པས་མོ་རང་ཨ་ནི་གཞོན་སྐྱེས་དང་མི་མང་གི་ཨ་ནི་རྒྱབ་སྐྱོད་ཡོད་བ་གཞི་བཞག་བྱས་ཨ་ནི་སྲིད་འཛིན་གྱི་ད་མོ་རང། ཅིག་ཁ་སོ་རས་གནས་སྐབས་ཀྱི་ཨ་ནི་ད། བལ་ཡུལ་གྱི་ད་སྲིད་བློན་ལ་ཡང་ཨ་ནི་གོ་བ་དེ་འདྲས་ཀྱི་གནས་སྟངས་དེ་འདྲས་བྱུང་ཤར་བ། ད། མང་པོ་ཅིག་གིས་ཡང་ཅིག་ག་ཚོད་རེད། སྐད་ཆ་དེ་འདྲ་ལེགས་ཡོད་རེད་ད་འདི་སྐད་ཆ་འདི་བདེན་པ་ཡིན་མེད་འདི་ཧ་གོ་མ་རུང་བ། མང་པོ་ཅིག་གིས་ག་ལ་ཡོད་ལབ་བ་ཡིན་ན་ཨ་ནི་ད་ལྟ་གི་བལ་ཡུལ་ནང་ལོགས་ལ་ཡ་ཨ་ནི་གཞུང་ཨ་ནི། ད་གོ་ལུག་བལ་དང་མ་པ་བལ་དང་དེ་འདྲས་ཀྱི་གནས་སྟངས་དེ་འདྲ་འདི་བྱུང་འགྲོ་བ་དེ་ནི་ཕྱིའི་གི་ཤུགས་རྐྱེན་ལ་བརྟེན་ནས་བྱུང་ཡོད་རེད་ཡོད་མ་རེད་ཟེར་བ་ཁ་ཤེས་ཀྱི་ལབ་ན་ཕྱིའི་གི་ཤུགས་རྐྱེན་དེ་འདྲས་ཀྱི་ཨ་ནི། བལ་ཡུལ་གྱི་ཨ་ནི་ཅིག་ག་ཚོད་རེད་གནས་སྟངས་དེ་འདྲས་ཕྱི་བལ་ཡུལ་ལ་ཡ་གནས་སྟངས་དེ་འདྲས་བྱུང་རེད་ལབ་ཀྱི་ཡོད་རེད་ཟེར་བ་ལོ་རྒྱུས་ཀྱི་ཐོག་ནས་འདུག་བཤད་བ་ཡིན་ན་བལ་ཡུལ་དེ་ནི་རྒྱལ་ཁབ་གཞན་པ་ཀྱི་ད་ཅིག་ཆ་ཚང་གཅིག་དབང་སྒྱུར་བྱས་དེ་འདྲའི་རྩ་བ་ཉིད་ནས་བྱུང་མི་འདུག་བ། ཡིན་པ་ནི་ལས། བལ་ཡུལ་འདི་ནི་ས་ཆ་གི་ནི་ཆགས་སྟངས་འགྲོ་བ་དེ་ནི་ཅིག་ག་ཚོད་རེད་ཨེ་ཤེ་ཡ་ནང་ལོགས་ཀྱི་བོད་འདི་རྒྱ་ནག་གིས་དབང་སྒྱུར་བྱས་ཡོད་བསམ་པ་ཡག་ད་རྒྱ་ནག་དང་རྒྱ་གར། སྟོབས་ཆེན་གཉིས་ཀྱི་བར་ལ་ཆགས་དེ་རུ་བ། གང་ན་ཤེས་ཨེ་ནི་བལ་ཡུལ་འགྲོ་ཆགས་ཤར་བ་ན་རྒྱལ་ཁབ་མང་པོ་ཅིག་གི་ས་འོག་ལས་ཁུང་འདི་འདྲས་ཀྱི་ནི་འཛོམས་ས་འགྲོ་འདི་འདྲའི་ས་ཆ་འདི་འདྲས་ཅིག་ཆགས་དེ་རུ་བ། ད་དཔེར་ན་ཤེས་ཤེ་ན། པ་ཀི་སི་ཐན་ད་ས་འོག་ལས་ཁུང་རྒྱལ་ཁབ་ཀྱི་ས་འོག་ལས་ཁུང་འདི་ཨ་ཡེ་སི་ཨའི་ཆགས་དེ་རུ་བ། ད་ཁོ་རང་ཚོ་ཡིན་པ་འདི་ལ་ཐད་ཀར་རྒྱ་གར་གྱི་བསམ་ཚབ་ནང་ལོགས་ལ་ཡོང་ཡ་དེས་ཁག་པོ་ཆགས་བསྡད་ཡོད་རེད་བ་ཀྱེ་འདི་བསམ་པ་ཡ་རྒྱ་གར་གྱི་ནི་ཅིག་ག་ཚོད་རེད་ནང་ལོགས་ལ་ཡ་འཛུལ་ཡ་དང་འདི་འདྲས་ནི་ཅིག་འདི་བལ་ཡུལ་འདི་ནི་རྒྱ་གར་དང་ནི་བསམ་ཚབ་འདི་ཅིག་ག་ཚོད་རེད་ལྷོད་ལྷོད་ཡོད་དུས་བསམ་པ་ཡ་དེའི་རྒྱུ་ནས་ནི་དྲག་སྤྱོད་པ་ཡ་ན་རེད་འདི་འདྲས་ཡོང་ཡ་དེ་འདྲས་དང་དང་ན་བཞིན་ནི་བལ་ཡུལ་ནང་ལོགས་ལ་ཡ་བསྡད་ཆེད་ནི་རྒྱ་གར་ནང་ལོགས་ཀྱི་གནས་སྟངས་འདི་ཚོ་ནི་ད་ཅིག་ག་ཚོད་རེད་ཞིབ་འཇུག་བྱས་ཡ་དང་འདི་འདྲས་གནས་སྟངས་དེ་འདྲས་བྱུང་དགོས་ཡོད་རེད་བ་དཔེར་ན་ཇི་ཕྱིར་ན་ད། པ་ཀི་སི་ཐན་གྱིས་ནི་རྒྱ་གར་གྱི་དངུལ་དེ་འདྲའི་རྫུན་མ་དེ་འདྲས་ནི་བལ་ཡུལ་གྱི་རྒྱུད་ནས་ནི་རྒྱ་གར་གྱི་ནང་ལོགས་ལ་ཡ་མཚུ་འོ་དྲན་བྱེད་ཀྱི་ཡོད་བས་དེ་འདྲའི་གནས་ཚུལ་དེ་འདྲས་ཡོད་རེད་བ། ཨ་ན་ཤིང་ཨ། རྒྱ་གར་གྱི་གསང་བ་ལས་གུང་ཐ་རོ་ཡོད་རེད་བ། Research and Analysis Wing། དེའི་རོགས་ཆགས་ཤ་བ་ཡོང་པའི་འདི་ལས་ནི་གཅིག་བལ་ཡུལ་ནང་ལོགས་ལ་ཡ། ཨ་ནི། ཡོད་བ་ནི་ད་འདི་འདྲས་ཆགས་དེ་ཡོད་རེད་བ། ད་ཨ་ན་ཤིང་ནི་རྒྱ་ནག་གི་ད་ལྟ་དེ་ཨ་ཁོ་རང་ས་གི་ཨེམ་ཨེས་ཨེས་ལས་དུ་བ་ཨེས་ཨེས་ལས་དུ་སེམས་པ་ཡང Ministry of State Security ལས་དུ་བ། དེའི་དང་ཨ་ནི་རྒྱ་ནག་གི་ད་ལྟ་པི་ཨེ་ལེ།

དང་དཔེ་ཡག་ཤོས་དེ་ཨ་རིའི་གསང་བ་ལས་ཁུངས་ཀྱི་ད་ལྟ་བོད་ཡིག་ནང་ལོག་གི་པོག་ར་ནང་ལོག་ལ་ཡག་ནི་ང་ཚོ་དེ་ཆུ་བྱི་གང་དྲོ་ལ་ཡག་སྦྱོང་བརྡར་གསང་བའི་ཐོག་ནས་སྦྱོང་བརྡར་བྲལ་ད་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཡོད་རེད་བ་དེ་ཡིན་དུས་བསམ་པ་ཡག་ད་གསང་བ་ལས་ཁུངས་དེ་འདྲ་མང་པོ་ཅིག་འཛོམས་ས་གི་ས་ཆ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་བ་དེ་ཡིན་དུས་ད་གསང་བ་ལས་ཁུངས་དེ་རིགས་བསྡུ་འཛུགས་ཀྱི་ལས་ཀ་བྱེད་སྟངས་དེ་ནམ་རྒྱུན་གྱི་ཅིག་ག་ཚོད་རེད་ཉེན་རྟོག་གི་ལས་ཀ་བྱེད་སྟངས་ད་དེ་ཡོད་མ་འགྲོ་ནམ་རྒྱུན་ཉེན་རྟོག་པ་དང་ཨ་ནེ་བསྡུ་འཛུགས་ཀྱི་ལས་ཀ་བྱེད་སྟངས་དེ་ཚོ་ད་ཁྲིམས་དང་སྒྲིག་གཞི་དང་དེ་ཚོ་ལ་གཞི་བཞག་བྱས་ད་ལས་ཀ་དེ་འདྲ་ཆེ་བར་བ་ཡིན་པ་ནི་ལས་ད་གསང་བ་ལས་དབུང་གི། དབུང་དུ་འཛུལ་ཡང་དོན་དག་འགྲུབ་བས་ཀྱི་བསམ་བློ་མ་ཤེས། དེ་ཡིན་ནི་དེ། བྱེད་སྟངས་དེ་འགྲིག་གི་འདུག་བྱེད་སྟངས་དེ་འགྲིག་གི་མི་འདུག་ལས་སྦྱོར་བ། དེ་ཁོ་ཚོ་གི་རྩ་བ་ཉིད་ནས་ཤེས་ཤེས་ཀྱི་ཡོད་མ་རེད་བ། ད། གོང་དུ་ང་ཚོས་ཀྱི་དྲི་བ་དེ་རེད་བ། བལ་ཡུལ་ནང་ལོགས་ལ་དེ་འདྲས་ཀྱི་གནས་ཚུལ་དེ་བྱུང་བ་དེ་ཕྱིའི་གྱི་ཤུགས་རྐྱེན་ལ་བརྟེན་ནས་བྱུང་ཡོད་རེད་བས་ལ་དེ་རེད་བ། ད་དེ་ཡིན་ནི་བཤད་ཚོད་དེ་ཡང་ཁག་པོ་ཆགས་བསྡད་བ་རེད་ད་བཤད་ཚོད་དེ་ཡང་ཁག་པོ་ག་ཅིག་ཆགས་བསྡད་བ་ལ་བས་ན། དེའི་རིགས་དུ་འཛུགས་ནི་གཅིག་ཆ་གཞི་ལྡན་པའི་ངང་ནས། ར་བ། འདི་ག་ལ་འཆར་གཞི་སྟེང་ངེས་དོན་མཛོད། མི། ད་ག་ཟེ་ད་ག་ཟེ་འདྲ་འདྲ་མར་བ། ཅིག་ཐག་གཅོད་བྱེད་ངེས་དོན་ཟེར་ཡོད་པ་འདི་ལས་ནི་མི། ཅིག་ག་ཚོད་རེ་ད་སྦྱོང་བརྡར་ཡོད་ངེས་སློབ་སྦྱོང་ཡོད་ངེས། འདི་འདྲ་ཆགས་དེའོ་ར་བ་ད་ན་བཞིན་དོན་མཛོད་ལ་ཡ། ཅིག་འགྲོ་སོང་དང། རྒྱབ་རྟེན་དང་ཐོག་ནས་པས་ཤུགས་ཆེན་པོ་ཡོད་དེ་འདྲ་གི་གནས་སྟངས་འདི་འདྲ་ཆགས་དེའོ་ར་བ། མཛད་འདི་ལ་བརྟེན་ནས་ནུས་ཤུགས་དེ་འདྲ་ཅིག་གི་ཐོག་ནས་གནས་སྟངས་དེ་འདྲ་ཅིག་བྱུང་ཡོད་བ་ཡིན་པ་འདི་ལས་ལམ་སང་དེ་འདྲ་ཧ་གོ་ཁག་པོ་ཡོད་རེད། ད་དུང་གཙོ་བོ་ནི་འཇུ་བྱེད་ངེས་དེ་འདྲ་གི་ག་ལི་ག་ལི་ནི་ཧ་གོ་འགྲོ་བ་གི་གནས་ཚུལ་དེ་འདྲ་རེ་བ་ཅིག་ཆགས་ཏེ་ཡོང་རེ་རོ་ཨ་ནི་ལམ་སང་གནས་ཚུལ་བྱུང་བ་དང་ནི་དེ་དེ་འདྲ་རེ་བ་ཅིག་རེ་ལ་ནི་ཐག་གཅོད་བྱེད་ཐེ་བ་དེ་ཁག་པོ་ཆགས་ཏེ་ཡོང་རེ་ཞུ་ཡ་རེ་བ། ཡིན་པ་ནི་ལ་མང་པོ་ཅིག་གི་ད་དུང་ཕྱིའི་ཤུགས་རྐྱེན་ལ་བརྟེན་ནས་ནི་གནས་སྟངས་དེ་འདྲ་བྱུང་གི་ཡོད་རེ་ལ་ནི་དོགས་པ་ཟ་གི་ཡོད་རེ་རོ་ཨ་ད་དེའི་རྒྱུ་མཚན་མང་པོ་ཅིག་ཡོད་ད་རྒྱུ་མཚན་གཅིག་དེ་བེ་ན་ཕྱི་ནང་ད་ལྟ་བང་ལ་དེ་ཤི་གི་ད་ལྟ་སྲིད་བློན་ནི་ཤེ་ཁ་སི་ན་ཡིན་པ་འདི་ལས་ཨ་ནི་ཅེས་ཁ་སོ་རས་དང། དབང་ཆ་ཤོ་རས་དང་རོ་ཨ། ཨ་ནི། ད་ལྟ་ཨ་ནི་བོད་ཡུལ་ནང་ལོགས་ལ་ག་རེ་བྱུང་བ་དེ་གཅིག་པ་གཅིག་རྐྱང་འགྲོ་བྱེད་ཨ་ནི་མི་གེ། བང་ལ་དེཤ་ནང་ལོགས་ལ་བྱུང་རུ་བ། ཨ་ན་ཤི་ཤིར་ལང་ཀ་ནང་ལོགས་ལ་ཡིན་པ་འདི་ལ་ཨ་ནི། མི་མང། གཞོན་སྐྱེས་ཀྱི་སྐྱེས་པའི་རྒྱབ་དེ་འདྲས་ཀྱི་གནས་སྟངས་འདི་འདྲས་བྱུང་རུ་བ། དེའི་འདི་ཙམ་པ་ཡ། ཨ་ནི། དུས་ཚོད་འདི་འདྲས་གཅིག་ནང་ལོགས་ལ་ཡ་ཨ་ནི། གཅིག་ཨེ་ཤི་ཡ་ཡི་རྒྱལ་ཁབ་འདི་འདྲས། མང་པོ་ནང་ལོགས་ལ་ཡ། ཨ་ནི། གནས་ཚུལ་བྱུང་ཡ་དེ་པོ་ལས་ནི་བྱུང་སྟངས་དེ་ནི་འདྲ་བོ་འདྲ་བོ་འདི་འདྲས་བྱུང་དགོས་ཡ་དེ་ལ་ཡ་མང་པོ་གཅིག་གིས་ད་ཅིག་ཁ་སོ་རས། ཁྱེད་ཀྱི་ཤུགས་རྐྱེན་ལ་བརྟེན་ནས་ཡ་ནི། ཕལ་ཆེར་ཕལ་ཆེར་དེ་འདྲའི་ཕྱི་གི་མེད་འགྲོ་བསམ་ཡ་གི། དེ་འདྲས་ཀྱི་དོགས་པ་ཟ་ངེས་དེ་འདྲས་ཡོད་དེ་ཡོད་རེད་རེད་བ། དེ་ཡིན་དུས་ད་རྣམ་པ་ཚོས་ཀྱི། སྦང་ལ་དེ་ཞིག་ནོར་ལུགས་ཀྱི། གནད་དོན་བྱོས་རེད་བ་དེ་ག་ལ་ཡ། ཨ་ནི་ཡང་རྣམ་པ་ཚོས་ཅིག་ཤེས་འདོད་ཡོད་ན་རེད་བ་ཨ་ནི། ཉིན་དུ་དེ་ཟེར་རུ་ན་ཞོན་ཡིན་རེད་བ། འོ་རྣམ་པ་ཚོས་ཨ་ནི། ཐུགས་རྗེ་ཆེ་རྗེས་མ་བྱས་ཡོང།